ད་ང་རང་སྒེར་གྱི་ངོས་ནས་ད་དབུ་མའི་ལམ་གྱི་ད་ཅིག་བྱུང་རིམ་ནང་ལ་ཡ་མཉམ་ཞུ་ལ་འོ་རེད་ད་འདི་གི་གོ་ད་ངོ་སྤྲོད་དྲུག་གཅིག་ག་རེ་རེད་ད་ཞུ་འོས་ན། ཨ་ནི་བྱེད་སྟངས་དབུ་མའི་ལམ་འདི་སྐྱབས་མགོན་རིན་པོ་ཆེ་གྱི་ཐོག་མ་ད་སྤྲར་ཕོས་བསམ་བྱ་ཡིག་ཆ་ནས་བྱས་ནས་འདི་ནས་ཨ་རི་ལ་དོན་ཚན་ལྔ་རིམ་པས་བསྡུ་བར་གྲ་སྒྲིག་གནང་ཡོད་རེད། དམིགས་བསལ་གྱིས་ད་བོད་ནང་ལས་འབྲེལ་མཐུད་པ་བདུན་ཅུ་དོན་གྲངས་ནས་པེ་ཅིན་ཕེབས་ཡོད་རེད་དུས་འདོད་དགུ་གཡས་གཡོན་ལ་པེ་ཅིན་འབྲེལ་མཐུད་པ་ཐོག་མ་དེ་ཆགས་དགོས་རེད་ལོ་ཉི་ཤུ་རྗེས་ལ་ཡ། ལྔ་བཅུ་ང་དགུ་གི་རྗེས་ལ་ཡ་ད་ལོ་ཉི་ཤུ་རྗེས་ལ་ཡ་དུས་འདོད་དགུ་ལ་ཡ་འབྲེལ་མཐུད་པ་ཐོག་མ་དེ་ད་བོད་དང་ཆུ་ལོག་ལ་ཞུགས་པའི་བཙན་བྱོལ་ནང་འབྱོར་བའི་དུས་ད་ཐོག་མ་དེ་དུས་སུ་འབྲེལ་བ་བྱས་རེད་དེ་ལོ་ཉི་ཤུ་རྗེས་ལ་དུས་སུ་ཕང་འགྲིལ་ཡོད་རེད།

རྒྱ་ནག་གི་བོད་ལས་ལོགས་སུ་ཐོན་མ་དགོས་པ་དང་དང་འདྲ་ཞིག་ནི་སོ་སོ་གི་བོད་ནང་ལོགས་ལས་སོ་སོ་གི་ཕྱོགས་གསུམ་གི་མཉམ་རུབ་ཀྱི་ཐོག་ནས་ནི་སོ་སོ་གི་རིག་གཞུང་སྲུང་སྐྱོབ་དང་དང་ནི་འདི་ཆ་ཚང་ཅིག་མུ་མཐུད་ནས་འགྲོ་ཡ་ཡོད། འདི་དགོངས་བཞེས་འདི་གཉིས་མ་ནི་ཡོད་པ་ནང་བཞིན་བལ་ཆེན་རྒྱལ་རི་རྒྱལ་ཁུག་ལོགས་ལ་ཡ་ནང་མི་ཚོས་ངེད་ཅག་ད་ལྟ་སེར་སྐྱ་དུད་འགྲོ་ལོགས་ཤག་འགྲོ་མཁན་ཁོ་རང་གི་དབྱིན་ཁྲི་བའི་སྲིད་ཡུལ་ན་བལ་ཆེན་ཆུ་ཚོད་གཉིས་ལྷག་ཞིག་རོ་ད་འདི་དང་བལ་སེར་བ་ཡོད་རེད། མཆོག་རིམ་འདི།

བཀའ་བློན་གྱི་ཁྲི་ཟུར་སེ་རྒྱ་མཚོ་ལ་ད་བཞག་ས་རེད་ད། ཁོ་རང་བེ་ཅན་ཐོག་མ་ནང་གི་འབྲེལ་འདུས་པ་ད། ང་ཚོ་དབུ་མའི་ལམ་གྱི་ད་བོད་རྒྱ་གཉིས་ཀྱི་འབྲེལ་མོལ་ནང་ལ་ཡང་བེ་ཅན་ད་ཁོ་རང་གི་གཙོ་བོ་འགན་བཞེས་ཡོད་སེམས་ཀྱི་ཡིན་ནོར་མེད་ན། ད་དེ་ནས་ནི་ང་ཚོ་བེ་ཅན་དང་འབྲེལ་འདུས། བོད་རྒྱ་གཉིས་ཀྱི་འབྲེལ་མོལ་དེ་ཁ་ལམ་མང་པོ་ཞིག་ད་འབད་བརྩོན་གནང་ཡོད་རེད་པཱ་ར་པཱ་རར་འབད་ཆེ་བ་ལ་སོགས་བྱུང་ཡོད་རེད། ཨ་དེ་ནས་ད་ང་ཚོ་སྐྱབས་མགོན་རིན་པོ་ཆེ་གི་ཕྱོགས་གཅིག་ནས་དམངས་གཙོའི་གི་འདི་ལྟ་གྲུབ་ཀྱི་འོག་ནས་ནི་ཆབ་སྲིད་ཀྱི་ལས་འགན་ཆ་ཚང་ཅིག་མ་བྱུང་ནས་ཡང་ནི་ཆེས་གལ་ཡོད་དུ་ཐོན་བྱས་སྟབས་ཚུར་ཕྱོགས་ནས་ནི་མང་གཙོའི་གི་ཐོག་ནས་འདུག་སོ། བཀའ་བློན་ཁྲི་པ་ཅིག་མི་མང་གི་ཐད་ཀར་འདེམས་ཐོན་གི་ཐོག་ནས་འདུག་བང་སྒྲིག་ཡིན་དེ་ནས་བཀའ་བློན་ཁྲི་པ་ཐོག་མ་དང་མི་མང་ནས་ཐད་ཀར་འདེམས་ཐོན་ཐོག་མ་དེ་ཟངས་རྡོ་རིན་པོ་ཆེ་ཕྱག་འདེབས་འོག་རེད། ཁོ་རང་གི་དབུ་ཞུགས་ཐོག་ལ་ཡང་བསྐྱར་ཚོགས་ཆེན་ཆུང་ངུ་གྲོལ་དུས་བོད་རྒྱ་གཉིས་ཀྱི་འབྲེལ་མོལ་དེ་ད་ཡིན་ནས་དབུ་མའི་ལམ་གྱི་བྱུང་རིམ་འདི་ད་རྣམ་པ་ཚོས་མཁྱེན་གསལ་རེད་ཨ་ནི་མི་མང་གི་ད་ཅིག་གོང་དུ་གུས་པའི་ལགས་ཀྱིས་གསལ་བཤད་གནང་བ་ནང་བཞིན་མེར Referendum རུ་བ་ལ Memorandum དེ་གནང་རྗེས་ཨ་དེ་ནས་གྲོས་ཚོགས་ནང་ལ་ཡང་སྤྱི་མོས་ཀྱི་ཐོག་ནས་གཏན་ཕབ་བྱེད་དགོས་ཞེས་ནས་བང་བསྒྲིགས་ཚར་རེད། འདི་བྱས་ལ་ཡར་ད་ག་ལེར་འཁྲིད་པ་དངོས་སུ་ཕལ་ཆེར་འདི་ནས་འབྲེལ་དུས་བྲལ་བ་དུས་ཐོས་ཏེ་བྱུང་བ་རེད། འདི་ནས་ད་སྐྱབས་མགོན་རིན་པོ་ཆེ་ཟམ་གདོང་རིན་པོ་ཆེ་ཁོ་ན་ད་མཐའ་མེད་ཀྱི་བན་ཆེན་འབྲེལ་དུས་སྐབས་བཅུ་གཅིག་འདི་བན་ཆེན་འདི་ཡི་བསམ་བྱ་ཡིག་ཆ་འདི་ཟེར་བས་ན་འདི་ནང་ལ་ད་བན་ཆེན་རྩ་བའི་དམ་བཅའ་གཉིས་གསུང་བ་རེད་ད་འདི་ནང་ལ་འདི་ནང་རྩ་བའི་དམ་བཅའ་གཉིས་འདི་ག་རེད་ཞུས་པས་ན་ཨ་ནི། རྒྱལ་རབས་ལོ་རྒྱུས་ཐོག་ལ་ཡ་ནི་ད་མ་འོངས་པ་ད་འདས་པའི་བྱུང་ཚར་བ་རྒྱལ་རབས་ལོ་རྒྱུས་ཐོག་ལ་ང་ཚོ་འདི་ཐོག་ལ་ག་ཆད་བསྒྱུར་བཅོས་བཏང་ཐོ་ཡས་ཀྱི་ནུས་ཚད་དུ་མེད་དུས་འདི་མཐའ་རིགས་ད་ང་ཚོ་བསྒྱུར་བ་བཏང་ཐུབ་མ་རེད་ད་བོད་འདི་རང་བཙན་ཡིན་ན་འདྲ་བ་འདི་ཁུངས་འདི་ང་ཚོ་འདི་ཐོག་ལ་ང་ཚོ་ག་ཆད་ཡས་ཀྱི་འདི་ཡོད་མ་རེད་ནུས་པ་ཡོད་མ་རེད་ཁ་ཆེ་ཁོ་འདས་པའི་གནས་ཚུལ་ཡིན་དུས་རྒྱལ་རབས་ལོ་རྒྱུས་ཆ་འདི་གོ་རེད། གཉིས་པ་དེ་ང་རང་ཚོ་བོད་ཆོལ་ཁ་གསུམ་གཅིག་ཏུ་འདུས་པའི་གི་འཛིན་སྐྱོང་དེ་དེ་དམ་བཅའ་གཉིས་པ་དེ་རེད་དེ་གཉིས་རྩ་བའི་དམ་བཅའ་དེ་མ་བཀལ་ན་ང་ཚོ་ག་ཚོད་མ་བབ་ཐུབ་གི་ཐུབ་དང་བབ་དགོས་འོས་ཟེར་ནས་གྲོས་ཚོགས་ནང་ར་བའི་ནང་ལས་བོད་དཔང་པོ་ག་མོས་བྱུང་ཚར་རེད། གང་བྱས་ད་གཙོ་བོ་དེ་འབད་བརྩོན་དེ་ད་བོད་ནང་ལོག་ལས་ཡ་ད་རིག་གཞུང་རྩ་མེད་དུ་འགྲོ་ཡ་གི་དེ་འདྲ་གི་རྫ་དྲག་གི་གནས་སྟངས་དེ་ཁ་ཚ་གོ་ཐུབ་དེ་ལས་ཡ་གདོང་ལེན་ཅིག་མ་བྱེད་པ་ཡ་ན་ལམ་སྟོན་ལམ་ཁ་ཅིག་མ་ཚད་པ་ཡ་ན

ལྷོད་འགྲོ་ཡག་ད་ལོ་སུམ་ཅུ་མ་ཟིན་འགྲོ་ཚར་བ། དེ་འདྲའི་བྱའི་གོ་སྐབས་ཞིག་རག་རེད་ད་དེ་ནས་ཕྱིན་ནས་དེའི་གོ་སྐབས་དེ་རག་ནི་རག་བར་མ་གཏོགས་དེ་རྗེས་ད་བྱུང་བ་ཡོང་མ་རེད་ད་མི་ད་རྒན་རབས་མང་ཅིག་གང་ལ་གྲོངས་ཚར་རེད། གང་བྱས་ད་གུ་ཡངས་འདི་ཡང་འབྲེལ་མཐུད་འདིའི་རྐྱེན་པས་བྱུང་རེད་ད་གང་བྱས་ང་ཚོའི་དབུ་མའི་ལམ་གྱིས་ད་ག་ལ་འོག་པ་རེད་ད་གང་ལྟར། དེ་ནས་ང་ཚོ་བདུན་ཅུ་བརྒྱད་ཅུ། ཉིས་སྟོང་བརྒྱད་ལོར་ལི་ཡ་རོ་ཉིས་སྟོང་བརྒྱད་ལ་ལི་ཡ་རྒྱལ་ཡོངས་ཚོགས་ཆེན་དང་པོ་འཚོགས་གནང་ཡོད་རེད། དེ་དུས་དེ་དུས་ང་དེ་ས་གནས་ཀྱི་འཐུས་ཚོགས་གཞོན་ཡིན་པའི་ལས་ཁུར་ཞུས་པའི་སྐབས་རེད་དེ་དུས་རྒྱ་གར་ལ་བཅར་ཡ་རག་སོང་དྷ་རམ་ས་ལ་ལ་དུས་ཚོགས་ཆེན་དང་པོ་འཚོགས་ཡོད་རེད་དེ་ནང་པེ་ཅིན་ཕྱི་སུ་རྣམ་པ་ཚོ་དང་ག་ལ་ག་ཚོ་ཕེབས་ཡོད་རེད། དེ་ནས་ཚོགས་ཆེན་གཉིས་པ་བེ་ཅན་འདི་ལོ་རྗེས་མ་དེ་རང་བསྟུད་མར་བེ་ཅན་གནང་ཡིན་བསམ་སོ། ངས་བེ་ནོར་མེད་ན་འདི་ལས་བྱ་རེ་གོ་སྐབས་བྱུང་སོང། ད་གང་བྱས་འདིའི་སྐབས་ལ་ཡ་བེ་གཙོ་བོ་འདི་གར་བཞུགས་པ་ལ་ན་ང་ཚོ་དབུ་མའི་ལམ་ཁ་ལ་འཁྱིལ་བ་ཙམ་གྱིས་འགྲིག་དགོས་མ་རེད། མི་མང་ནང་ལོགས་ལ་ཡ་དབུ་མའི་ལམ་གྱི་དགོངས་བཞེད་འདི་ག་རེ་ཡིན་བེ་གཙོ་བོ་འདི་འདིའི་ཟབ་སྦྱོང་འདི་རིམ་པ་ཅི་ག་ལ་བར་མི་མང་ནང་ལ་དྲན་གསོ་འདི་ཡང་སེ་མེད་པ་ཡིན་ན་ཨ་ནི་དབུ་མའི་ལམ་འདི་ཧ་ལམ་ད་ཡང་ཅིག་དེང་སྐབས་ལོ་ཆོས་ཁང་གམ་ཡང་སྒྲིག་བྱ་བའི་བཟོ་གྲྭ་ཞིག་འདིར་ཆགས་བསྡད་པ་ན་དེ་དེ་ཆོས་ཕྱོགས་ཀྱི་དེ་ཙམ་མ་གཏོགས་ཅི་གི་ཨ་ནི་དངོས་གནས་དོན་དངོས་པོ་ག་བ་ལ་ཐུག་གི་ཡོད་མེད་དབུ་མའི་ལམ་དེ་རྩོད་རྙོག་དེ་ཐུག་ས་དེ་ཨ་ནི་དབུ་འདིའི་ཐོག་ལ་ད་གོ་རྟོགས་སྤེལ་ཡ་ཆེ་འདུག་ད་ད་ལྟ་བར་དུ་རབ་ཏུ་རིམ་པ་ཚོགས་ཆེན་ཚང་གཉིས་བཅས་དེ་རྗེས་ལ་ཡང་བེ་ཅན་ཚོགས་ཡོད་རེད། ཉེ་བའི་ཆར་ལ་དཔེར་ན་ད་ལྟ་སྲིད་སྐྱོང་བློ་སེང་ལགས་ཁོ་རང་གིས་བེ་ཅན་ལོ་དུས་གཉིས་པ་གྱི་དུས་སྐབས་ལ་ཡས་བེ་ཅན་སོང་བསམ་སྟེ་སུད་སི་ཕེབས་པའི་སྐབས་ལ་བེ་ཅན་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡས་དབུ་མའི་ལམ་གྱི་དེ་ཐོག་ལ་ཡས་ནི་གོ་རྟོགས་དེ་ཡས་ནི་བརྒྱ་ཆ་དེ་བསྡུར་བས་ན་ཧ་ལམ་བརྒྱ་ཆ་ལྔ་བཅུ་ང་གཅིག་དང་གཅིག་མ་གཏོགས་མི་འདུག་སོང་བ་ལ། ད་པེ་ཧ་ལས་པའི་བཙན་བྱོལ་སྤྱི་ཚོགས་ཞུགས་ཡོད་ད་བཙན་བྱོལ་སྤྱི་ཚོགས་ནང་ངོ་ནས་པེ་ད་ཁ་ལོ་བར་ད་ཁུང་ཁྱོད་སུ་རེད་ད་འདི་ཡོད་འདི་ཡོད་ད་ད་ལྟའི་ཆ་ལ་ཡ་ད་ཉེ་བའི་ཆ་ལ་ཡ་དབུ་མའི་ལམ་ད་ང་ཚོ་སྒྲིག་འཛུགས་དུག་སུ་འཕང་འདི་ཡོད་ངོ་རེད་དམིགས་བསལ་གྱི་སུད་སི་ནང་ལ་ད་ད་ལོ་ད་གཉིས་ལོ་འགོ་ཚུགས་ལོ་རེད་ད་གཉིས་ལོ་འགོ་ཚུགས་ནང་རེད་ཨ་ནི་ད་ངས་ད་ཉི་མ་ནས་མཁས་དབང་ཁག་གི་དུག་སུ་འགོ་བ་རེད་ཨ་ནི་སྒྲིག་ཆབ་སྲིད་ཀྱི་སྒྲིག་འཛུགས་དེ་འདྲས་ཨ་ནི།

དེ་ལས་མིག་སེར་ཐུགས་ཆེ་ན་ཞུ་ཡ་ཡིན། ད་ཇི་ལྟར་འོ་མའི་ལམ་ཀ་ལ་ངས་ཞི་དྲག་ཞུགས་མེད་ད་ལན་བཞག་གིན་ཡིན་རོགས་ལ། ང་རང་ཡང་ཇི་ལྟར་ཤེས་ཚད་སྐྱོ་བོ་ཞི་དྲག་མེད་དེ་གི་འོ་མའི་ལམ་ཀ་ལ་ཇི་ལྟར། གཙོ་བོ་དེ་ད་ག་རི་ཧ་གོ་དགོས་ཞུ་བས་ན། གཙོ་བོ་དེ་ང་ཚོ་རྒྱ་ནག་གི་རྩ་ཁྲིམས་ཀྱི་བར་ལ་ད་ང་ཚོ་རྩོད་ལེན་བྱས་ཏེ། དེ་གི་བར་ལ་ཐོབ་ཐང་རྩོད་ཡ་དེ་དང་སོ་སོ་གི་འདྲ་མཉམ་ཐོག་ནས་རྒྱ་ནག་མཉམ་དུ་རོགས་ལ་དཔུང་སྡེ་མཉམ་དུ་བྱེད། ད་ཡང་རྣམ་པ་ཚོས། ཉེ་བའི་ང་ཚོ་སྤྱི་ཚོགས་ནང་གར་ཐུག་ལབ་ན་ཁ་ཤས་ཡང་དབུ་མའི་ལམ་གྱི་དེ་སྐུ་ཚབ་སོ་སོ་སོ་རང་མོས་ཀྱི་དེ་གནང་བྱས་ཡང་ཅིག་རྒྱ་ནག་མཉམ་དུ་འབྲེལ་བ་བྱས་ལ་ཅིག་ཡོ་ར་དེ་ཞུགས་ཆུག་པོ་གནང་གི་འདུག་ཨ། དེ་ཏག་ཏག་ཅིག་དེ་ཨ་ཡེ་ན་བསམ་གྱི་འདུག་ཁ་ཅིག་ན་ང་ཚོ་རྒྱ་དཔོན་རིགས་སོགས་མཉམ་དུ་འབྲེལ་བ་བྱས་ཏེ་ང་ཚོ་བོད་གཞུང་གི་སྒྲིག་འཛུགས་ལ་རེ་བ་ད་བོད་གཞུང་ཙམ་མ་རེད་ད་བཙན་བྱོལ་སྒྲིག་འཛུགས་ཀྱི་དམིགས་བསལ་གྱི་སྐུ་ཚབ་བསྐོས་བཞག་ཁོ་ནའང་ཚུར་གནང་གི་རེད་ཟེར་ལ་ཅིག་དུ་ཡོ་རེད་ནས་ད་ང་ཚོ་དབུ་མའི་ལམ་གྱི་ཐོག་ནས་ཡང། རྒྱ་ནག་མི་དམངས་མཉམ་དུ་དང་བདག་ན་ཞིག་ཅིག་རིགས་ཕར་ཚོ་རིག་གཞུང་གི་ཕར་ཚོ་ཅིག་ཡོད་པ་དེའི་ཐོག་ལ་ང་ཚོ་འདི་གནང་ཆོག་གི་རེད། གཉིས་པ་ལོ་མང་པོ་སྔོན་ལ་ཡ་ད་ལྟ་རྒྱ་ནག་མཉམ་དུ་འབྲེལ་བ་བྱས་པའི་སྐབས་ལ་རྣམ་པ་ཚོ་སེམས་ཡོད་ཀྱི་རེད། བོད་སོག་ལེ་ཝུན་ལ་ཡ་སོག་ར་བ་དང་ཐའེ་ཝན་ཕོ་སའི་ལ་ཡ་དེ་ཚོ་ཚང་མ་ཉི་མ་ད་དེ་ཚོ་ང་ཚོ་གི་ལམ་སྲོལ་མེད་པའི་སྐབས་ལས་ད་ཅིག་སོ་སོ་སྒེར་དང་ལས་འབྲས་ཀྱི་འབྲེལ་བ་གནང་བསྡད་པའི་སྐབས་ལ་ད་ཅིག་སྤྱི་ཚོགས་ནང་ལབ་གླེང་ལུགས་གླེང་མང་པོ་ཆགས་བསྡད་ཡོད་རེད། ད་ཡིན་ནའི་ང་ཚོ་གི་ཉེ་བའི་ཆ་ལ་ཡང་ད་དབུ་མའི་ལམ་གྱི་ག་ལ་ང་ཚོར་གོ་རྟོགས་འཕེལ། དེ་འདྲ་ཡིན་དུས་ནི། མི་མང་ནང་ལོགས་ལ་ཕར་ཚུར་སོ་སོ་བོད་ལ་ཅིག་ཡ་མ་མཐུན་འབྲེལ་ཅིག་འབྲེལ་ཅིག་ཕལ་ཁེ་ལ་ཡ་འཛུགས་སྐྲུན་བྱས་ད་དེ་འདྲའི་གནད་འགག་ས་ཁ་ཡོད་མ་རེད་དེ་ཡིན་ནའི་ཡང་ད་གཙོ་བོ་དེ་ང་རང་ཚོ་གི། བོད་རྒྱ་གཉིས་ཀྱི་འབྲེལ་མོལ་དེའི་ཐོག་ལས་གནས་འདི་ང་རང་ཚོ་གི་བཙན་བྱོལ་སྤྱི་ཚོགས་ཀྱི་སྐུ་ཚབ་དེ་ཡིན་རང་མ་གཏོགས་ཅི་གི་ཚང་མའི་གི་ང་འདིའི་སྐུ་ཚབ་ཡིན་ལ་ཅེས་འབྲེལ་བ་གནང་འདོད་ན་འདི་ད་ལྟ་རེད་འདི་གོ་མ་རོག་ད་གང་ལྟར་དེ་འདྲས་ཅིག་རྣམ་པ་ཚོས་ད་གང་བྱས་དེ་ལས་རིམ་འདིའི་འོག་ལ་ཡང་གོ་རྟོགས་སྤེལ་ཡ་དེའི་ཐོག་ཏན་ཏན་ཐུགས་ཕན་གསོས་གི་རེད་བསམ་གི་འདུག་ཨ་ནང་པ་མུ་མཐུད་ནས་ད་ག་རེ་ཐོག་ལ་ཞུགས་སྐྱོན་རོགས་གནང་ང་ཚོ་དངོས་ནས་སྒྲིག་འཛུགས་ངོས་ནས་དང་དེ་མཐུན་འགྱུར་ཁར་རོགས་རམ་ག་རེ་ཞུ་དགོས་ན་འདི་དྲ་ཡང་ཚ་ཡིན་ཞུ་ཡས་ཡིན། འདི་ཙམ་ཞུ་གི་ཡིན། དེ་ནས་ད་ང་རང་ཚོ་དེ་སུའི་སར་ལས་དོན་བྱས་པའི་སློབ་མ་སྒྲིག་འཛུགས་ཀྱི་ཆ་གཅིག་ཨ་བུ་ཚོ་དུས་སུ་ཞུ་བས་ན། ད་ང་རང་ཚོ་དེ་བཙན་བྱོལ་སུའི་ནང་ལོགས་སྒྲིག་འཛུགས་དེ། སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནས་པེ་ཅན། སྒྲིག་བཟོ་དེ་འགོ་བཙུགས་ཡོད་རེད། ད་དེ་དུས་སྒྲིག་གཞིའི་དམིགས་བསལ་ཟད་ཡོད་པའི་སེའུ་ཁེངས་པོ་མི་འདུག་དེ་ནས་ད་དེ་རྗེས་ལ་སྒྲིག་གཞི་ད་དང་པོ་ཟེར་སིལ་བའི་ནག་ཏི་སྒྲིག་གཞི་དེ་འགོ་བཙུགས་ཡོད་རེད། དེ་ནས་སྒྲིག་གཞི་གི་དེབ་དེ་ནས་ནི་དེ་ནང་ལོགས་ལ་དང་པོ་ཐོག་མ་ང་ཚོ་སུད་སི་དང་ལེགས་ལྡན་ས་བོད་རིགས་མི་མང་གི་སྒྲིག་འཛུགས་དེ་རེད། དེ་ནང་ལོགས་ལ་ས་གནས་ཁག་དེ་དུས་ཁྱིམ་ཚང་ཕལ་ཆེར་ངའི་ནོར་མེད་ན་ཁྱིམ་ཚང་ཉི་ཤུ་རྩ་ལྔ་གཡས་གཡོན་གྱི་དེ་འདྲ་ཅིག་ཡོད་ན་ས་གནས་ཁག་ལ་ཨ་འདིའི་ཕལ་ཆེར་ཚོགས་ཆུང་རེ་རེ་བཙུགས་ཆོག་ཡ་གི་དེ་འདྲ་དུ་འདུག། ཆ་རྐྱེན་དེ་ཡོད་རེད། ཚོགས་ཆུང་རེའི་རིགས་འཐུས་མི་གདམ་ཆོག་ཡ་ད་ཚོགས་ཆུང་འཛུགས་ཆོག་ཡ། ཨ་ནི་ད་རིམ་པས་ཨ་ནི་མི་འབོར་ཆེར་ཆེར་ག་ལམ་ཕྱིན་རྗེས་ད་ད་ལྟའི་ཆ་ལ་ཡ་ང་ཚོ་ཚོགས་ཆུང་ཉི་རྩ་ལྔ་ཡོད་རེད། ཨ་ནི་ཚོགས་ཆུང་ཉི་རྩ་ལྔ་གིས་འཐུས་མི་རེ་རེ་གདམ་དགོས་རེད། ཨ་ནི་འཐུས་མི་རེ་རེ་གདམ་པ་འདི་ཆ་ཚང་ཨ་ནི་གདམ་སྟངས་དང་དེ་ཚོ་འོས་བསྡུ་གི་འདི་ཆ་ཚང་ང་ཚོ་གི་ས་གནས་འོས་བསྡུ་འགན་འཛིན་ད་ལྟ་དོན་ཁང་གི་གནང་དགོས་རེད། དོན་གཅོད་ཁང་གི་གནང་དགོས་རེད། ཨ་ནི་ས་གནས་འོས་བསྡུ་གི་འགན་འཛིན་གྱི་ཨ་ནི་འདི་ལམ་སྟོན་འོག་ནི་ཡ་འདུག་ཨ་ནི་དེ་ལ་ཡ་ཨ་ནི་ཐུ་མི་གི་ཐུན་འགྱུར་སྦྱར་བྱས་གང་བྱས་ལྟ་འོད་ཤོག་བསྡུས་བྱས་ད་ཐུ་མི་དམ་ནང་འོག་རེད། ཨཱ་ནི་ཐུ་མི་དམ་ཚ་བའི་དམ་དོན་ཆུ་བའི་ཐུ་མི་གི་ཨཱ་ནི་མིང་ཐོ་དེ་དེ་ང་ཚོ་ཚོགས་ཁང་འདི་ག་ནང་ལ་ཡ་ལས་བྱས་ཨཱ་ནི་དེ་ནས་ང་ཚོ་གསལ་བསྒྲགས་སྤེལ་བའི་རྗེས་ལ་ཡ་ཨཱ་ནི་དེ་ནས་ཚོགས་འདུའི་ཐོག་མ་དུ་སྐོང་བྱས་ཨཱ་ནི་དེ་ནས་དམ་བཅའ་ཕུལ་ཡ་ཨཱ་ནི་དེའི་སྐབས་ལ་ཡ་ཨཱ་ནི་འོས་བསྡུ་འགན་འཛིན་གྱི་ལམ་སྟོན་སྟངས་འཛིན་བ་ལ་ཡ་ཨཱ་ནི་ཚོགས་གཙོ་ཚོགས་གཞོན་དུ་དམ་ནང་འོག་རེད་ཚོགས་གཙོ་གཞོན་དེ

ཕྱོགས་གཅིག་ནས་ང་ཚོ་ད་གཞུང་འབྲེལ་འདི་གསུང་གི་འདུག་ལ། ང་ཚོ་སྒྲིག་འཛུགས་དེ་གཞུང་འབྲེལ་གྱི་འདི་རེད་འདི་ག་ཟེར་ན་ང་རང་ཚོ་བོད་དབུས་སྒྲིག་འཛུགས་ཀྱི་ལངས་ཕྱོགས་ག་རེ་ཡིན་པ་འདི་ཐོག་ལ་ང་ཚོ་འདི་རེད་གྲ་སྒྲིག་གནང་དགོས་སྐོར་རེད། འདི་ཐོག་ལ་ཕེབས་དགོས་སྐོར་རེད། ནི་ས་གནས་ཁག་ལ་ཡང་ག་རེ་ལས་འགུལ་སྤེལ་བ་འདི་ལ་མཐུན་འགྱུར་བྱ་ར་འདི་ཚང་མ་ང་ཚོ་འདི་ཡིན་ཞེས་གསུང་གི་འདི་གནང་སྐོར་རེད། དེ་ནས་ང་ཚོ་རྒྱུན་ལས་ཁང་ཁྱོན་བསྡོམས་བཅུ་གཅིག་བྱུང་ངེས་སུ་ཡོད་རེད། འདི་ནང་གཙོ་བོ་གལ་ཆེ་བ་འདི་ཚོགས་དྲུང་རེད། ཚོགས་དྲུང་འདི་ལ་བོད་གྲོང་དང་རྒྱ་གྲོང་གཉིས་ཡོད་རེད་ཨ། དེ་ནས་ད། ཚོགས་གཙོ་ཚོགས་གཞོན་བཅས་རྒྱ་གྲོང་གཉིས་གཙོས་འདི་ད་ང་ཚོ་ས་གནས་འཐུས་ཚོགས་ཀྱི་རྒྱུན་ལས་བྱ་དགོས་བ་རེད་ཨ། ད་ག་ནང་བཞིན་བོད་རིགས་མི་མང་གི་སྒྲིག་འཛུགས་ཀྱི་རྒྱུན་ལས་ནང་ལོགས་ལ་དོམ་ནག་ཧ་ཅིང་ཅུང་ངེས་ཡོད་རེད། རྩིས་པ་བཅས་རྩིས་པ་གཅིག་དང་དངུལ་གཉེར་གཉིས་གཉེར་པ་གཉིས། ཨ་ནི་བོད་སློབ་སྤྱི་ཁྱབ་འགན་འཛིན་ཨ། དེ་ནས་སྡོད་ཁང་སྤྱི་ཁྱབ་འགན་འཛིན་འདི་ནས་དངུལ་གཉེར་གྱི་འགན་འཛིན་རང་དབང་ལྡན་པས། ད་གང་ཅའི་མདོར་བསྡུས་པ་ཡིན་ན། ཁྱོན་བསྡོམས་པའི་ཅུང་གི་ཕྱོགས་སོང་ནང་ལོགས་ནས་གལ་ཆེ་བ་དེ་ང་ཚོ་བོད་སློབ་སྤྱི་སྐྱབས་འགན་འཛིན་དེའི་ལས་འགུལ་དེ་གལ་ཆེན་པོ་ཆགས་ཏེ་ཤ་དེ་ཚོ་ཡང་དུས་ཚོད་ལ་ནང་ནང་བཞིན་རིག་གཞུང་གི་ཟློས་གར་གྱི་སྤྱི་སྐྱབས་འགན་འཛིན་དེ་གལ་ཆེན་པོ་ཆགས་ཀྱི་འདུག་གསུམ་པ་དེ་ང་ཚོ་གསར་འཕྲིན་གྱི་འགན་འཛིན་ཕྱོགས་ལས་འདི་གལ་ཆེན་པོ་ཆགས་ཀྱི་འདུག། དང་དུས་ཚོད། འདས་པའི་གི་ཉི་མ་དགུ་བཅུ་ལྔ་ཐོག་མ་དེ་ཉི་མ་དེ་ཚོགས་ཆེན་དེ་ལས་འགུལ་བྱས་པའི་སྐབས་ལ་ཡ་དེ་དུས་སྐབས་ལ་དེ་འདྲའི་ལས་འགན་དེ་ཤུགས་ཆུང་པོ་དེ་ག་སོང་ད་དེང་སང་ཧ་ལས་པའི་ལས་འགུལ་ད་ག་ལ་བར་མང་པོ་ཞུ་བྱ་ལོ་གཅིག་ནང་བས་ཅན་བཞི་བོ་གཅིག་ད་གནང་གི་འདུག་དཔེར་ན། བོད་སློབ་ཀྱི་སྤྱི་སྐད་འགན་འཛིན་ཐང་ཅིག་གཞོན་ནུ་གིས་གསུང་བ་ན་ཤི་རྗེས་བུའི་བསླབ་གྲྭ་འཛིན་གྲྭ་ཟ་བ་འགོ་ཚུགས་ནང་དུ་ཐུགས་ཆེ་ན་གཞོན་ཡིན། དེ་ནང་བཞིན་ས་གནས་ཁག་ལ་ཡང་ང་ཚོ་བོད་ཆེན་ཁྱོན་བསྡོམས་ནས་ཚོགས་ཆུང་རྩ་གཉིས་ཀྱི་ད་བོད་ཆེན་འཛིན་གྲྭ་ཚོགས་འགོ་རེད་ས་གནས་ཁག་ཚོགས་ཆུང་ཨ་ནི་བོད་སློབ་ཁྱོན་བསྡོམས་པའི་ཕན་ལན་དྲུག་བརྒྱ་ལྷག་སུ་ཡོད་རེད་ད་བསྡོམས་ཨ་ནི་འདིའི་ཁག་ལ་སྣོན་པའི་ད་ལོ་ལ་ཡ་དབྱར་ཆོས་རོལ་བ་ལ་དབྱར་ཆོས་ཚོགས་ཡ་ཆེ་ཁན་པིན་ཆ་དེ་ཤ་ཨ་ནི། ད་ག་ནས་ཞིག་ཟབ་སྦྱོང་ཁྲིད་གནང་ཡང་ལྟ་འདི་གངས་ཅན་བོད་ལོ་སྤྱི་ཁྱབ་འགན་འཛིན་ཁོ་རང་གིས་ཨ་ནི་དེ་ཞུ་བྱ། ལས་འགུལ་རྙིང་མ་མེད་པ་དེ་ལྟ་དཔེར་ན་ཨ་ནི་དེ་ནས་སྐད་ཡིག་འགྲན་བསྡུར་ཡས་འགོ་འཛུགས་ཤག་ད་ག་ནས་ཞིག་ད་སྐད་ཡིག་འགྲན་བསྡུར་ཅིག་གི་གླགས་འཁེལ་གི་མི་འདུག་བསམ་པ་ལྟ་འདི་ལ་ཡང་རིག་གཞུང་འཁྲབ་སྟོན་ལ་ནི་ཡང་ལོགས་སུ་གྲ་སྒྲིག་གནང་ད་ལོ་འདྲའི་ནོར་རེ་རེ་མང་རུ་མང་རུ་འགྲོ་གི་འདུག་ད་གངས་ཅན་ལྟ་འདི་གནང་འདས་ད་ལྟ་གཞོན་དྲུང་གིས་ཁོ་རང་ཚོ་གི་རྙིང་མ་དབྱར་ཆོས་ཅིག་གནང་དགོས་བ་རེད་འདི Summer Camp འགྲོ་ཅིག་པུ་གུ་ལ་ད་དེ་དུས་ད་གླགས་མ་འཁེལ་ཅིག་ད་ད་ལྟ་ཡང་བོད་ཡིག་འཛིན་གྲྭ་ལོགས་སུ་གནང། བྲིས་གནང་ཡོད་ནའང་ད་མ་འོངས་པ་ལ་དེ་ནང་བཞིན་ཏན་ཏན་ཡོད་དགོས་བསམ་གྱི་འདུག་ད་གང་ཅི་འདི་ལྟ་ང་ཚོ་གི་ད་བོད་ལོ་སྤྱི་རྒྱལ་འགན་འཛིན་གྱི་སྒྲིག་འཛུགས་དེ་ལས་འགུལ་དེ་གལ་ཆེན་པོ་ཆགས་ཀྱི་འདུག་ད་ང་རང་ཚོ་བོད་ནང་ལོགས་ལ་ཡ་ད་རྣམ་པ་ཚོ་མཁྱེན་གྱི་རེད་བ། Borders Boarding School ལ་ཡོད་རེད་བ་འདི་གི་རྐྱེན་པས་ཡ་ནི་བོད་ནང་ལོགས་ལ་ཡ་ད་མི་བུ་ཆུང་དུས་ནས་ཡ་ནི་ག་ཚོད་ཅིག་འདི་ཆགས་ཀྱི་ཡོད་མེད་དེ་ལས་ང་ཚོ་ད་སོ་སོ་ངོས་ནས། སོ་སོའི་ངོས་ནས་ཡང་གཅིག་ཁ་སྟོང་པ་ཙམ་མ་ཡིན་པ་གཅིག་ས་གནས་ལ་གཅིག་བྱེད་དགོས་པ་གནད་འགག་ཆེན་པོ་རེད་བ། འདི་ང་ཚོ་མུ་མཐུད་ནས་ད་ལྟ་བར་དུ་གནང་བསྡད་དགོས་རེད། ད་ག་ནང་བཞིན་སྡོད་ཁག་གི་རིག་གཞུང་འཁྲབ་སྟོན་རིག་གཞུང་གི་སྲུང་སྐྱོབ་ཆོ་ག་སྲུང་སྐར་གྱི་ནང་སྐྱིད་སྡུག་དང་རིག་གཞུང་གྲངས་མང་དག་གི་དེ་འདྲས་ཀྱི་ཞུ་སོ་སོའི་དངོས་ཡོད་སོ་སོའི་རིག་གཞུང་དང་འབྲེལ་བའི་ཐོག་ལ་འདུག་ཉེ་བའི་ཆར་ལས་དཔེར་ན་ང་ཚོ་གོ་སྟོན་འདིའི་ཆེད་དུ

འགྲོ་བ་མིའི་ཐོབ་ཐང་ཉིན་མོ་འདི་ག་ལ་སྣོན་པའི་ང་ཚོ་ལོ་ལ་དཔེར་ན UN Council འདི་ཚོགས་བའི་སྐབས་ལ་ཚོགས་ཆེན་འདི་ཚོགས་འདུ་ཚོགས་བའི་སྐབས་ལས་ལོ་ལ་སྤྱི་ཟླ་གཉིས་པ་ལ་གཅིག་བྱས་བཞི་པ་ལ་གཅིག་བྱས་སྤྱི་ཟླ་གཉིས་པ་དྲུག་པ་དགུ་བ་ལ་བ་ལ་ནོར་མེད་ན་ཨ་དེ་འདྲ་ཅིག་ད་ལོ་ལོ་རུ་མཐུད་ནས་ད་དཔེ་ཆ་ད་ལོ་ཧ་ལམ་ག་ལ་ག་ཙམ་ཞིག་ཕྱིན་ཡོད་རེད Fact Finding ཐོག་མར་འགོ་བཙུགས་པའི་སྐབས་ལ Fact Finding བོད་ནང་བཏང་ཡང་བཏང་དེ་འདྲའི་ཐོག་ལ་འབད་བརྩོན་གནང་ཡོད་ད་ལྟའི་ནས་རིམ་པས་ད་གནས་ཚུལ་བོད་ནང་ས་བསྒྲགས་གནས་ཚུལ་ག་རེ་ག་རེ་བྱུང་བ་འདི་ཐོག་ལ་ཡང་ང་ཚོ་ཞུ་འབོད་བྱས་ཡ་ད་དེ་འདྲའི་ཐོག་ལ་ལབ་གནང་གོ་རེད། ཨ་ནི་ཐོག་མ་དེ fact finding དེ་འགོ་ཚུགས་བའི་སྐབས་ནས་པན་ཆེན་ད་ལྟ་སྒེར་གྱི་དེ་འདྲའི་ཡང་ང་ཚོ་ཚོགས་མིག་དེ་འདྲའི་གི་དེ་གནང་བཞག་སྐུ་ཕྱག་བཙལ་ཡ་ལ་སོགས་པ་ད་ད་ད་ཉེ་བའི་ཆ་ལ་དག་ཚང་ཁོ་རང་གིས་ནི་ད་ལྟའི་མུ་ཐུད་ནས་ད་ཧ་ལམ་ག་ཚད་བརྒྱ་དང་ལྔ་བཅུ་ང་བདུན་སོང་གི་འདུག་ད་ངན་ཕེ་གེ་ལ་ཕེ་གེ་བོར་གིན་བྱས་བ་ལས་དུ་སོ་གནང་བསྡད་འཇོག་རིགས་པ་ཨ་ནི་དེ་འདྲའི་ལུགས་ད་གང་བྱས་ང་ཚོ་གི་སྒྲིག་འཛུགས་ཀྱི་ད་ས་གནས་ལ་ཡར་དུ་རྒྱབ་སྐྱོར་ཞུ་ཡ་དང་ཕྱག་ལས་ག་རེ་གནང་བ་ནས་ད་ད་ད་གང་བྱས་དབུ་མའི་ལམ་གྱི་ལྟ་གྲུབ་དབར་ད་ནས་འཚེ་མེད་ཞི་བའི་ཐོག་ནས་འདི་བྱས་རོགས་གང་བྱས་དབུ་མའི་ལམ་གྱི་གཙོ་བོ་དེ་ད་ང་ཚོ་ད་ཅིའི་སྐྱབས་མགོན་མི་བྱེད།